དེ་ཕྱི་ཟླ་དེ་རིང་འདི་ལ་ང་ཚོ་བརྙན་ཐུང་བཞི་བརྒྱ་བཅུ་གཉིས་ཀྱི་ནང་ལོགས་ལ་ཨ་མདའ་དེ་རིང་སྐད་ཆ་བཤད་གནས་བརྟན་འགྲོ་འདི་ཨ་མདའ་དེ་རིང་གནས་བརྟན་གལ་ཆེའོ་ཨ་ནི་གཉིས་ཀྱི་སྐོར་ལ་ཅིག་ཆགས་རེད་ད་གནས་བརྟན་དང་པོ་འདི་ཨ་ནམ་རྒྱུན་དུ་ང་ཚོ་བརྙན་ཐུང་ཚང་མ་ན་བཤད་དེ་གི་ཨ་མདའ་ད་ལྟའི་ཆར་དཔལ་དེ་འདྲ་རེད་ཤེས་དང་ཨ་ནི་ཡུཀ་རེན་གཉིས་ཀྱི་དེ་རིང་དམག་གི་གནས་སྟངས་ཡིན་ད་རེ་ཡང་མ་ནི་དམག་གི་ཁ་ཕྱོགས་འགྲོ་འདི་ག་འདྲ་ཆུ་ལ་འགྲོ་གི་འདུག་ན་གཉིས་ཀྱི་སྐོར་ལ་ཅིག་ཆགས་རེད། ཨ་དེ་ཅི་ད་དེ་རིང་འདི་ལ་ང་ཚོ་བརྙན་ཐུང་གནས་བརྟན་སྙིང་བོ་འདི་ག་རེ་ཁོ་ལ་བྱས་འདུག་ལབ་ན་ཨ་ཨ་ད་དེ་ད་ལྟ་ད་དགོངས་ད་ལྟ་ང་ཚོ་སྤྱི་ཟླ་འདི་འབབ་ཀྱི་ཚེས་ཉི་ཤུ་རྩ་དྲུག་ནས་འགོ་བཙུགས་རྗེས་ཨ་ནི་ཡང་ད་ལྟ་ང་ཚོ་ཐའེ་ཝན་གྱི་ནང་ལ་ད་དེ་འདྲའི་ག་ད་དམག་སྦྱོང་གི་བཟོ་ལ་ག་ད་ཤུགས་ཆེ་བོ་ཞི་བོ་ག་ད་བྱེད་རིགས་ཨ་འགོ་བཙུགས་ཀྱི་ཡོད་རེད་བ་འོ་དེ་འདྲ་སོང་ཙང་ཨ་ནི་ད་དེ་རིང་ད་ད་ང་ཚོ་བརྙན་ཐུང་གི་ཨ་ནི་གནས་བརྟན་སྙིང་བོ་གི་ནང་འོག་ལ་ཨ་ནི་ཡང་དེ་སྐོར་ལ་ཐུང་ཐུང་ཅིག་ཨ་བཤད་ན་བསམ་ཚོར་བ། ད་དེ་ཡང་རྡོག་རྡོག་ག་རེ་བྱེད་ལབ་ན། ཨ་ནི་ད་ད་ལས་ཀྱང་ད་ཐའེ་ཝན་གྱི་ངོས་ནས་དེ་འདྲའི་གང་ད་ད་གང་ད་བའི་དམག་སྦྱོང་བྱས་འགྲོ་དེ། ཨ་ནི་ད་ད་ངའི་དམག་གི་དམག་སྦྱོང་དེ་དང་མ་བྲལ་བ་ད་ལོག་བ་ཅི་ག་རེ་བྱེད་རོགས་ཨ། ཨ་ནི་དམིགས་བསལ་སྐར་ཆ་ད་ད་ལས་ཀྱི་གང་ད་དམག་སྦྱོང་དེ་དང་འབྲེལ་བའི་ཐོག་ནས་ཨ་ནི་ད་གང་ད་ད་ད་རང་ནས་གང་ད་ཐའེ་ཝན་གྱི་ངོས་ནས་དེ་འདྲའི་གི་ད་ང་ཚོ་དམག་སྤྱི་གི་ཟུར་བ་ཡིན་ན་རེད་ཡང་མིན་ན་གང་ད་ཐབས་སྤྱི་གི་ཟུར་བ་ཡང་མ་ནི་ཆབ་སྲིད་ཟུར་བ་ག་རེ་རོགས་ཞིག་བཏིང་གི་འདུག་ལ་ཉེ་དུ་བཀོད་ལ། ཨ་ནི་ད་དེ་རིང་ད་ད་ང་ཚོ་བརྙན་ཐུང་གིས་ཨ་ནི་གནས་དེ་སྙི་བ་གི་ནང་ལ་ཅིག་ཐུང་ཐུང་ཞེས་ཅིག་ཆགས་བསྡད་ཡོད་དོ།

དམག་ས་ཀྱི་ནང་ལ་ཡང་དེའི་ཟེར་ཡུཀ་རེན་གྱི་དམག་མི་ལ་ག་ད་རྒྱ་གར་སོགས་ལ་ག་ད་ཆུང་ཆུང་ཞིག་ཐོབ་ཀྱི་ཡོད་དེ་རིང་ཡང་གནས་ཚུལ་ཞིག་ད་དུས་ཆེ་ལ་ཅིག་ཡོང་བའི་ལོ་ཅིག་ཆགས་བྲིས་འདུག་ཨོ། ད་དེ་ཡང་དཔེར་ན་རྒྱ་གར་དེ་གོ་ཐུག་ལ་ན་ཨ་ད་དེ་ད་ད་ང་ཚོ་ཡུཀ་རེན་ཤར་གྱི་དེ་ད་ས་ཁུལ་བག་མོ་ཡོད་ཨ་ད་ད་ས་ཁུལ་བག་མོ་གི་ད་ང་ཚོ་བྱང་ཕྱོགས་དེ་ཚོ་ནང་ན་ཡི་དྭགས་རེད་ཡང་ན་ལྷོ་ཕྱོགས་དེ་ཚོ་ནང་ཨ་ན་ཡང་ད་དུས་ཆེ་ལ་ག་ད་ཡུཀ་རེན་གྱི་དམག་མི་ལ་ག་ད་རྒྱ་གར་གྱི་སོ་ལ་ཆུང་ཆུང་ཞིག་ཐོབ་པའི་ཡི་དྭགས་རེད་ཡང་མ་དེའི་དེའི་ཕྱོགས་དེ་ཚོ་ནང་ལ་ག་ད་ཡུཀ་རེན་གྱི་དམག་མི་ཁེ་ན་ཡང་ར་ཤི་མ་ཡོང་ཕ་ཏིས་ཕེ་ཐུབ་ཀྱི་ཡོད་དེ་རིང་ག་ད་ད་ཕེ།

དེ་བྱས་ནས་ད་ཡང་དེ་མཉམ་དེ་དང་ང་ཚོ་ར་ཤི་ཡའི་དང་ཡུག་རེན་གྱི་དམག་དང་འབྲེལ་ཡོད་དུ་ནས་ཡང་ང་ཚོ་གནས་ཚུལ་གལ་ཆེ་བོ་ཞིག་ད་ག་རེ་གོ་ཚུལ་འདུག་ལ་ནི་ཨ་ཨ་ནི་ད་དེ་དེ་ལྟར་དང་དགོངས་དོ་དོ་དང་ཚུལ་ཡུག་རེན་གྱི་སྲིད་འཛིན་ཛི་ལན་སི་ཀི་དེ་ཛི་ལན་སི་ཀི་ཕ་དམག་སེར་ལ་འགྲོ་བ་ཙམ་མ་ཟད་ཨ་ནི་དེ་གི་རྗེས་ལ་ཡང་ད་དེ་ཡུག་རེན་གྱི་སྲིད་འཛིན་ཛི་ལན་སི་ཀི་གི་ངེད་ནས་ཡང་ཕ་དང་ད་ཨ་རི་ལ་ཐེ་བྱེའུ་བསྟན་ར་སོ་ར་བཏང་ཨ་ཡི་ནང་རེད་ཡང་མ་ན་གང་ད་ཨ་རི་ལ་ཕ་དེ་རེ་ང་ཚོ་ཁ་ལོ་ད་ཐུགས་རྗེ་ཆེ་རོ་ཞེའུ་ཞིག་གང་ད་ཤུགས་ཆེ་བོ་ཞིག་ཁོ་རང་གི་ལ་ཡེར་བ་ཨ་ནི་དེ་ལ་གའི་གནད་ཀ་གོ་དུས་ལ་ནི་ཨ་ཨ་ནི་ཡང་དེ་དེ་ད་ད་ང་ཚོ།

དེ་ཡིག་ཐང་ད་ཁ་ལོ་གནད་འགག་བཟོ་རེད་ད་ཐུག་ས་གཙོ་བོ་ཡོད་ད་ཨ་རི་དང་ད་ཡུག་རེན་ལ་ཆགས་དེ་རེད་བ་ད་དེ་ཡང་དཔེར་ན་ཁ་སང་དུ་ད་ང་ཚོ་ཡུག་རེན་གི་ཕར་རྐོ་དེ་ཤུགས་ཆེའོ་བྱེད་སྐབས་སུ་ད་དེ་འདྲ་ཨ་རི་དང་ཡུག་རེན་ཁོང་ཚོ་ཚང་མ་གི་བསབ་པ་ནང་ད་གི་རྒྱ་གར་གྱི་ཁལ་ཐོབ་གི་མི་ད་རྒྱ་གར་ཐོབ་པའི་ཚབ་ལ་ད་ད་དེ་ཕམ་ཁ་ཞོ་ར་རོ་བ་ཨ་དེ་ར་དེ་ཞག་པའི་ཐ་མ་དེ་ལ་ཨ་རི་གི་ཡིན་རེད་ད་དེ་འདྲ་གི་བམ་རྙོག་དྲ་ཅན་དེ་དང་བཏང་ས་སོང་རོ་བ་ད་ཅི་དང་དེ་གི་བམ་དེ།

དེ་ད་ག་རང་གི་སྐབས་སུ་གང་ལྟར་དམག་ས་ཀྱི་ནང་ལ་དཀའ་ངལ་ཞེ་བོ་འདྲ་ཡང་མོད་དམག་ས་ཀྱི་ནང་གནས་སྟངས་དེ་ཙག་དྲག་པོ་ཞིག་ཡོད་སོང་ཟ་ཨ་ནི་ཨ་རིག་གི་ཏང་ཨ་འོ་དེ་ལྟ་ག་ནང་ལྟར་གྱི་ཡང་ད་དེ་ཕྱིར་ཨ་རིག་གི་ངེས་ནས་ཨ་ནི་སྒོ་ནས་དེ་འདྲ་གི་ད་མཚོན་ཆ་གས་ཆོག་ཧའི་མར Better System ནས་བཟའ་མཚོ་ཏང་ཨའི་སྐབས་སུ་ཡང་ད་དེ་ཕྱིར་ཕའི་དམག་ས་ནང་དཀའ་ངལ་ཞིག་འཕྲད་ཀྱི་ཡོད་སོང་རེད་ཡིན་ནའང་རེད་ཡང་མ་ནས་གང་ལྟར་དཀའ་ངལ་ཞིག་འཕྲད་ཀྱི་མོད་ན་གང་ལྟར་ད་ད་ད་རང་གི་དམག་ས་ལ་གཞིགས་རྗེས་གང་ལྟར་ཨ་རིག་གི་གང་ལྟར

སྤྱི་ཟླ་འདི་འབབ་པའི་ཚེས་ཉི་ཤུ་རྩ་དྲུག་ཚེས་སུ་ནའོ། ཨ་མདའ་དེ་རིང་ང་ཚོ་དེ་འདྲ་ར་ཤི་ཡའི་དེ་རིང་གི་སྟབས་ཏིག་སི་པེ་རི་གྷའི་ཆོལ་ཁ་ཤས་ཤིག་དང་ཨ་དེ་རིང་རྒྱ་ནག་གི་དེ་རིང་གི་སྟབས་པེ་རི་གྷའི་ཆོལ་ཁ་ཤས་ཤིག་དེ་འདྲ་བྱང་ཀོ་རི་ཡའི་ནང་ལ་དེ་འདྲ་གི་མཚམས་སི་གྷའི་ཕྱོགས་ཤིག་ལ་འགྲོ་དེ་གི་རེད་ཨ་ཨ་ནི་དམིགས་སུ་བཀར་ཅེ་ཨ་ད་ལི་དེ་འདྲ་ར་ཤི་ཡའི་པེ་རི་གྷའི་ནང་ལ་གཅིག་སུ་ཡོད་དེ་འདྲ་ར་ཤི་ཡའི་དེ་རིང་བདེ་སྲུང་ག་ལས་གསར་སྐྱེས་ཤི་གུ་ཡ་རེད་ཨ་ཨ་ནི་དམིགས་སུ་བཀར་ཅེ་དེ་འདྲ་ད་ང་ཚོ།

ཨ་ནི། འཛམ་གླིང་གི་ནང་ལ་དེ་འདྲ་གི་ཆབ་སྲིད་ཀྱི་འཕོ་འགྱུར་ཏི་ཤུགས་ཆེ་བོ་ཞུ་ཞིག་གནས་སོང་ད་དེའི་འཕོ་འགྱུར་དེ་ག་རེ་འགྲོ་ལོས་ན་ཨ་ནི་སྔོན་མ་དེ་འདྲ་དམག་ཆེན་གཉིས་དབར་གྱི་རྗེས་ལ་ཨ་ནི་དྲག་དམག་ལ་ཉེ་ཐད་ཀྱི་ཆབ་སྲིད་འཕོ་འགྱུར་ལས་རོ་ཨོ་དེ་འདྲ་བོ་ཅིག་ཨ་ནི་ད། ད་ལི་ད་ནི་ར་ཤི་ཡའི་ཡུག་རེན་གི་དམག་གི་རྗེས་ལ་གནས་སོང་ད་ད་དུང་ངས་སྐད་ཆ་ག་རེ་བཤད་ལ་ན་ཨ་ནི་དེ་ལྟར་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་དཔུང་ཤུགས་ཆེ་བོ་ཞི་བོ་ཅིག་བསྒྲིག་ཡོད་རེད་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཚོ་ལ་ཡིན་མ་ལ་ག་ཚད་མ་ཚོ་ནུབ་ཕྱོགས་རྒྱལ་ཁབ་ཀྱི་ངོས་ནས་ད་ནུབ་ཕྱོགས་རྒྱལ་ཁབ་འགན་ཁུར་ཉེན་ཨ་རི་ཤོར་རོ་ཨ་ནི་ཨ་རི་ཁོ་ཚོ་ག་རེ་ཁ་ནས་ཁུར་ངོས་ལོས་ན་ཨ་ནི་ང་ཚོ་དམངས་གཙོ་རྒྱལ་ཁབ་ཚང་མ་དཔུང་བསྒྲིག་དགོས་ད་ང་ཚོ་དབྱིན་ཇིའི་སྐད་ནས་མ་གསུངས་ན

དམངས་སྲོལ་གྱི་རྒྱལ་ཁབ་ཚང་མ་གཅིག་དཔུང་སྒྲིལ་གྱིས་ཐབས་ཤེས་ཤིག་བྱེད་དུ་རུང། བ་འོ་དེ་འདྲའི་གི་གནས་སྟངས་ཅིག་ལ་ཞིག་བྱེད་ཨ་ནི་ད་དེའི་ཆ་ལ་དེའི་ང་ཚོ་སྲིད་དབང་སྒེར་གཅོད་རིང་ལུགས་དེ་ཚོ་ཡང་དེའི་དཔུང་སྒྲིལ་གྱིས་ཐབས་ཤེས་བྱེད་ཀྱི་རུང། བ་ད་དེ་ཡང་དེ་ད་ང་ཚོ་ར་ཤི་ཡའི་ད་སྲིད་དབང་སྒེར་ར་ཤི་ཡའི་རྒྱལ་ཁབ་དེ་ད་སྲིད་དབང་སྒེར་གཅོད་རིང་ལུགས་ལས་ན་གས་མ་བྲིས་ཀྱི་ཡས་མ་ནི་དེ་ད་རྒྱ་ནག་ད་ཤེས་དགོས་མ་རུང་བ་མི་གཅིག་གི་དབང་ཚིང་ལ་གྲོས་རུང། བ་ཨ་ནི་དེའི་སྐབས་སུ་བྱང་ཀོ་རེ་ད་དེ་རྒྱང་ཤེས་དགོས་མ་རུང། བ་ཨ་ནི་ཁོ་ཚོ་ད་དེའི་དཔུང་གཅིག་སྒྲིལ་གྱིས་ད་དེ་ཆ་ཆ་ཤེས་གཏིང་གི་རུང། བ་ཨ་ནི་ད་ཅིག་ཀྱང་དེ་ད་བྱང་ཀོ་རེ་ཡའི་ད་དེ་ད་ང་ཚོ

ད་དཔུང་སྡེའི་ལག་ནས་ད་ལི་སི་ལ་ཁོ་གཉིས་གཉའ་བོའི་གི་ལས་ཀ་ག་ཚད་བྱས་འདུག་ད་ཇི་ལྟངས་ད་ལྟ་ང་ཚོ་འཇར་པན་དང་ད་ལྟ་ལྷོ་ཀོ་རེ་གཉིས་ཀྱང་ད་ལྟ་ཨ་རི་གི་ཐེ་ཆོག་རྒྱལ་ཁབ་རེད་དེ་ཡིན་ན་ཁོ་རང་གཉིས་བར་ལ་དཀའ་ངལ་ག་ཚད་ཡོད་རེད་ལོ་རྒྱུས་ཐོག་ནས་ད་གང་ལྟར་སྙིང་མ་དེ་འདྲ་དམག་ཆེན་གཉིས་བ་འཛུགས་སྐབས་སུ་འཇར་པན་གི་ངེད་ལ་ལྷོ་ཀོ་རེ་ཏག་ཏག་ཟེར་བ་མི་ག་ཚད་བསད་རེད་བུ་མོ་ག་ཚད་བཙན་གཡེམ་བྱས་རེད་བ་འོ་དེ་ཚོ་ལ་ཞིག་བྱས་ཁོ་གཉིས་ལོ་རྒྱུས་ཀྱི་དཀའ་ངལ་ཡག་རེད་དེ་ཡིན་ན་ཁ་སང་དུ་བ་གང་ལྟར།

ཁོ་ཚོ་གི་སར་གེ་སེ་ར་སུ་ར་ཅིག་བྱེད་འདུག་ཨ་ཨཱན་དེ་བྱེད་བ་ཚད་མ་ཚད་ད་ལྟ་བྱང་ཀོ་རེ་ཡ་དང་ད་ལྟ་ར་ཤི་ཡ་གཉིས་ཀྱི་བར་གྱི་འབྲེལ་བ་དེ་ཨ་ནི་རྦད་དེ་འཐབ་ཇུས་རང་བཞིན་གྱི་དེ་འདྲའི་འབྲེལ་བ་གལ་ཆེ་བོ་ཞིག་ཆགས་ཀྱི་སོ་ཨ་ཨཱན་དེ་གི་འཐབ་ཇུས་རང་བཞིན་གྱི་འབྲེལ་བ་དེ་དང་ག་ད་རྦད་དེ་བཙུགས་དགོས་ཡའི་དམིགས་ཡུལ་གཙོ་བོ་གཅིག་ཨ་ནི་ཨ་རི་ཏག་ཏག་སུ་ཡ་ཞིག་ཏུ་བཙུགས་ཡིན་སོ་ཨ་ཨཱན་དེ་ཡང་ཁོ་ཚོ་གི་ཨ་རི་ལ་མིང་དེ་ག་རེ་བཏགས་སོ་ན་ཨ་ནི་ཨ་རི་ལ་ཉེ་དེ་གི་ད་དེའི་ཆ་ལ་རྦད་དེ་བྱེད་སྟངས་དེ་གེངས་སྟར་གྱི་བྱེད་སྟངས་བྱེད་འདུག་ད་གེངས་སྟར་ལ་ན་ང་ཚོ་དེ་རུ་བ་ད། མི་ཚོགས་པ་ཁ་ཤས་ཟས་བཞག་ནས་མི་སེར་ཁྲག་སྦྱོར་བྱས་དང་དཔེ་ཞབས་སྐུ་གཞོགས་ཁྲོ་གསུམ་བྱེད་ཉེ་རུ་འོ་འོ་དེ་གི་སྲིད་སྤྱི་ཚིག་པ་རྐྱང་ཨ་རི་གི་སྟེང་གི་འདུག་ཟེར་འོ་འོ་དེ་ལ་ཕར་ངོ་རྒོལ་བྱས་དེ་ལ་ཕར་གོ་ལན་སྤྲད་བྱས་འདུག་ཨ་ནི་ཁོ་གཉིས་དེ་འདྲས་ཀི་ད་ག་ད་ད་ཐབས་ཅི་རང་བཞིན་གི་དེ་འདྲས་ཀི་ད་འབྲེལ་བ་ཤར་ན་ནི་དེ་འདྲས་ག་འདྲ་བས་ཁོ་ཚོ་གི་གསར་སྐད་གསར་ར་བྱས་རུ་འོ་འོ་དེ་འདྲ་སོང་ད་ད་ག་འདར་ག་ར་ཡིན་ནམ་ག་ད་ད་ད་གི་དུས་ཚོད་ལྟར་ཡང་དེ་འདྲས་ཀི་འཚམས་གཟིགས་གལ་ཆེ་བོ་ཞིག་བས་འགྲོ་ཡ་ཆེ་འདུག་འོ་ཨ་ནི་དེ་གི་འཚམས་གཟིགས་དེ་གི་ཁྲེད་ནས་ཨ་ར་ཡང་དེ་ད་རེ་ཤི་ཡན་ཡུག་རེན་གི་དམག་ད་ག་ད་ཡང་ཐད་ཀར་དེ་འདྲས་ཀི་ད་ང་ཚོ

སྒོར་མོ་བཞི་བཅུ་ལྔ་བརྒྱ་རེ་ལ་རུ་ཨོ་དེ་ནང་ལྟར་གི་ད་གང་ལྟར་འབྲུ་རིགས་གོང་ཚད་དང་ཕ་ཡས་རོ་ཆགས་དེ་རུ་ཨོ་ད་ཡིན་ན་ག་ཚད་བྱེད་ན་ཚོད་དཔག་གི་མི་ད་ང་ཚོ་རྗེས་ལ་ད་ཡས་རོ་རིགས་ཆགས་དེ་རུ་ཨོ་ཨོ་ལ་སོ་ད་དེ་རིང་ཕ་ལྟ་ད་ང་ཚོ་རོན་ཤིས་ན་ཡུག་རེན་གི་དམག་དང་འབྲེལ་བ་རྒྱུག་གི་ལ་ད་དེ་རིང་དེ་རེ་རོ་རིགས་ཆགས་དེ་རུ་ཨོ་དེ་ཅང་ད་དེ་རིང་དེ་རིང་ད་ད་ང་ཚོ་བརྙན་ཐུང་གི་གནས་བརྟན་གཉིས་བོ་དེ་ག་རེ་སྐོར་ལ་བྱེད་ལ་ནི་ཨ་ཨ་ད་དེ་ད་ད་དང་གོང་ད་ད་ང་ཚོ་སྤྱི་ཟླ་དྲུག་པ་གི་ཚེས་ཉི་ཤུ་རྩ་དྲུག་ནས་འགོ་བཙུགས་རྗེས་ཨ་ད་ད་ང་ཚོ་དེ་རིང་ཐའེ་ཝན་གི་ནང་ལ་ད་དེ་ག་ད་དམག་སྦྱོང་ཤུགས་ཆེ་བོ་བྱེད་ཡས་སྐོར་ལ་རིགས་ཆགས་དེ་རུ་ཨོ། ད་དེ་ཡང་ད་ལས་དེ་ད་ང་ཚོ་ཐའེ་ཝན་གྱི་དམག་སྦྱོང་ཤི་ས་གི་ས་ཁུལ་དེ་གར་བྱས་ན་ཨ་ཨམ་ད་དེ་ད་ཐའེ་ཝན་ནང་ལ་ཡི་གྱུར་དེ་རིགས་ད་ང་ཚོ་རྒྱལ་སྤྱིའི་གི་དེ་རིགས་ང་ཚོ་གནམ་ཐང་ལ་གོ་ད་ད་ང་ཚོ International Airport ལ་ཉེ་རུ་ཨོ་ཨོ་དེ་འདྲས་གི་ད་གནམ་ཐང་སོགས་ཀྱི་ག་ད་ཁོང་ཚོ་གི་ད་ཕའི་དམག་སྦྱོང་དེ་བྱས་ཟེར་རོ། ཨཱ་འདི་གི་དམག་སྦྱོང་དེ་ཚོ་ད་རྡོག་ཐོ་ཁོང་ཚོ་གི་བྱེད་ཡུལ་སྐབས་སུ་ད་གང་ལྟར་དམག་སྦྱོང་བྱེད་སྟངས་ཀྱི་ད་གྲ་སྒྲིག་བྱེད་སྟངས་ཁྱད་གཞི་སྟེང་དང་ཨ་རེ་དམག་སྦྱོང་བྱེད་ཡུལ་སྐབས་སུ་རང་གི་ད་ཕའི་རྣམ་འགྱུར་དེ་ཚོ་ད་བྱེད་རོ་ཨོ་ཨོ་དེ་ཚོ་ཚང་མ་རྡོག་ཐོ་ཁོང་ཚོ་གི་ད།

ས་ཁུག་སོགས་གལ་ཆེ་བོ་ཞིག་ན་དམག་མི་ཞྭ་དམག་གིས་གཟིམ་ཡོད་པའི་དེ་འདྲའི་ག་ད་ཕེ་ད་དང་པོ་ཞིག་གནས་ག་ལ་ད་ཕེ་ད་མོ་སོར་བསྟན་རོགས་ཨ་དེ་བསྟན་ཚར་རྗེས་ལ་ཐའེ་ཝན་གྱི་དམག་མི་ཚོ་ཡོངས་ཀྱང་དུས་བབ་དེ་དམག་མི་ཐིག་ནག་ཚིག་འདོན་ཅིང་དམག་མི་ཚང་མ་བསད་ཨ་བསད་བོ་ཙམ་མ་ཟད་དེ་གང་ལ་བཙག་བྱས་པ་དེ་ཐའེ་ཝན་གྱི་དར་ཆ་དེ་བཞག་པ་དེ་གནམ་ལ་བཏེགས་རྗེས་དོ་དོ་ད་སྐྱ་ག་དེ་ཐོག་ཡིན་དོ་དོ་དེ་ས་ཁུག་ཚུར་གླན་དོ་དོ་དེ་འདྲའི་གི་ཕེ་ཁོ་ཚོའི་ཁར་སང་དུ་ཡིན་ད་དམག་གྲོང་ཆེ་དེ་གི་རོགས་ཨ་དེ་གི་མཉམ་དུ་དེ་ལས་གལ་ཆེ་བོ་ན་ཐའེ་ཝན་གྱི་གྲོང་ཁྱེར་ཚུལ་དུ་ན་ལ་ད་ང་ཚོ་ཁར་སང་དུ།

ཁོ་ཚོ་ཞེ་གི་མི་འདུག་ལ་ག་ལ་རྒྱ་ནག་ལ་རྡོག་རྡོག་ཁ་ཤོན་ན་ང་ཚོ་ཐའེ་ཝན་དེ་ཚོ་ག་འདྲ་དམག་དཀར་འདི་འདྲ་གི་སྟོབས་ཆུང་ཆུང་ཡིན་ན་ང་ཚོ་རྒྱ་ལོ་ལ་ཨ་རི་ཡིན་སོ་དེ་འདྲའི་སྐད་ཆ་བཤད་ཉན་མི་མང་ཡར་ག་འདྲ་ཨ་རི་ང་ཚོ་ལ་རོགས་པ་བྱེད་ལ་ནི་དེ་འདྲ་ཅིག་བཤད་ཡོད་ཨ་ནི་དེ་ཙམ་མ་དེ་འདྲ་ཁ་ཤས་སྐད་ཆ་གར་བྱེད་ལ་ན་ཨ་ནི་སྤྱི་བཏང་ད་ལྟ་གི་དེ་ལ་ང་ཚོ་དམག་སྦྱོང་བྱེད་དང་ག་ལ་དེ་རིགས་གི་གྲ་སྒྲིག་བྱེད་ཡིན་ན་ག་ད་ངའི་གནས་ཚུལ་དམག་ཤོར་ཡ་ན་ཨ་ནི་ད་ལྟ་གྲ་སྒྲིག་དེ་ལ་རྦད་དེ་ལོག་ག་ཞིག་ཡོང་གི་སོ་ཨ་ད་ན་ལོག་ག་དེ་ཡོང་གི་ཡིན་ན་ང་ཚོ་ག་ད་དེ་ལ་ཞིག་པའི་གྲ་སྒྲིག་དང་དེ་ལ་ཞིག་པའི་ག་ད་ཆ་ཤས་གཏིང་གི་ལ་ཉེ་དེ་འདྲའི་བའི་སྐད་ཆ་བཤད་ཉན་དེ་མི་མང་དེ་ར་ད་ཡོང་བསྡད་འདུག་ཨ།